འགྲོ་སོང་ད་འོས། མི་ཟ་འོས། ད་དེ་ལ་འདི་སྐད་བྱས་ཏེ། ཨོ། ད་འདི་འོག་དེ་ལ་ད་ང་ཚོ་ཤོ་ལོ་ཀ་ཡང་འདུག་ཟེར་གང་ཟག་ད་ཅིག་ཡ། བར་སྐབས་ཀྱི་ཚིགས་བཅད་ཡིན་ན་ཅིག་གསུང་གི་འདུག་ཨ་ད་གང་ལ་རྣམ་ཐར་མང་པོ་ཞིག་གསུང་འདུག་ཨང་ལ་ད། ཅིག་གི་སྙན་ངག་ལ་མཁས་པ་རྣམས་ཀྱིས་ནམ་རྒྱུན་ནས་ཨ་ནི་གང་ལ་ཅིག་ང་ཚོ་ཚིག་ལྷུག་གི་ནང་མང་པོ་ཞིག་གསུང་འདུག་ཨང་ལ་ཨེ་མཇུག་ལ་བསྡོམས་ཏེ་ཨ་ནི་ཡང་ཚིགས་བཅད་ནང་ལ་འདུག་གསུང་ཡོང་གི་འདུག་ཨ་ད་འོ་དེ་ནམ་རྒྱུན་ན་ན་འདི་ལ་བར་སྐབས་ཀྱི་ཚིགས་སུ་བཅད་པས་ན་གཅིག་གསུངས་དགོས་རེད། འོ་དེ་འོ་དེ་སྐོར་དེ་རེད་འདུག། ད་བརྩོན་བྲལ་དང་བག་ཡོད་ཤེས་བཞིན་དང། བརྟུལ་བཞུགས་མཆོག་དང་བློ་གྲོས་དཔག་དཀའ་བ། རིང་ན་བྲིས་པ་ཡིད་གཅུགས་གྲོགས་རྣམས་ཀྱིས། གཞོན་ནུ་ཉིད་རྣམས་རྩ་བར་མ་བཏང་འོ། ད་དངོས་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ། དགུང་ལོ་བཅིས་པའི་གནས་སྐབས་ན་ཡང། དད་པ། ཆོས་ལ་དད་པ་ཆེན་པོ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང། དཀོན་མཆོག་གསུམ་ལ་དད་པ་དང་ཡིད་ཆེས་དང་བསྟན་འགྲོ། བྲལ་ཡོད་པར་མ་ཟད་གཞུང་ལུགས་ལ་བརྩོན་པ་དང་མ་ཟད། ལེགས་པའི་བྱ་བ་དང་སྤྱོད་པ་ལ་བརྩོན་པ་དང། དགའ་མོས་ཤུགས་ཆེན་པོ། བག་ཆགས། བག་ཡོད། ཤེས་བཞིན། ད་ནམ་རྒྱུན་ན་ང་ཚོས་དྲན་ཤེས་བཞིན་བག་ཡོད་ཟེར་འདུག་བ། དྲན་པ་ཤེས་བཞིན་བག་ཡོད་དེ་གལ་ཆེན་པོ་རེད་བ། འོ་ཡིན་འདུག་ང་ད་ལྟ་གངས་ཅན་སྐྱེས་བུ་དམ་པས་རང་བདག་ངོ་ནས་གསལ་པོ་ཞུ་བཞིན་འདུག་གསུང་དགོས།

པྲོག་བཟའོ། དངོས་བཤེས་གདན་ཚོགས་ཀྱིས་ཀྱང་པྲོག་རྣམས་ཀྱིས་གཞོན་ནུ་ཉིད་ན་བཟའ་བར་མ་བཏང་ངོ། དེ་འདྲའི་གཞོན་ནུ་དེ་དགུང་ལོ་ཆུང་ཆུང་གི་གནས་སྐབས་ན་ཡང། གཅིག་མི་བཟའ་བ་མ་ཡིན་པར་བཟའ་བའོ། ད་དེ་ནི་ང་རང་ཚོ་པྲོག། ནམ་རྒྱུན་ན་ང་རང་ཚོ་ཡིན་ན་གཅིག་གི་དགོས་འདོད་དེ་བ་ཡང་པྲོག་པོ། སྒྲིག་པོ་བྱེད་ཡིན་ནི་ཡང་ཐ་མ་ཐ་མ་དེ་ལ་མེད་བ་དང་དེ་འདྲའི་མ་ཡིན་པའོ། རིང་ན་བྲིས་པའི་པྲོག། སུ་དང་སུ་ཞིག་ལ་ཡང་པྲོག་ན་ཡང། གངྒཱའི་དབྱིབ་ཏུ་ཐལ་བ་དང། གངྒཱའི་མིག་གི་ལྕགས་ལམ་དུ་གྱུར་བ་ཞིག་མ་གཏོགས། སྤྱོད་པ་མ་མཛད་པ་དང་མ་བརྟགས་པ་དང་དེ་འདྲའི་མི་འདུག་གམ། གོང་གི་དགུང་ལོ་ཆུང་ཆུང་གི་གནས་སྐབས་ན་ཡང་སྐྱིད་པ་གཞན་གྱིས་ཅིག་གིས་མ་འདྲ་བ། དངོས་གནས་དྲ་ནས་ཅིག་རང་གི་མཛའ་བོ་ངོ་ཤེས་གྲོགས་ག་འདྲས་ཞིག་ཡིན་ན་སུ་དང་སུ་ལ་ཡང་འདྲིས་བདེ་བོ་ཅིག་དང། ཅིག་ཡ་གྲོགས་བདེ་བོ་ཞུ་བ་ཅིག་ཡོད་རེད་ད་དེ་འདྲས་གསུང་དགོས་ས་རེད། ལུས་ཀྱི་མྱུ་གུ། ལུས་ཀྱི་མྱུ་གུ་དང་པོ་འགྱུར་བ་ཡི་གནས་སྐབས་དེ་ཡང་ཡོན་ཏན་མེ་ཏོག་ནི། བག་མེད་དྲི་བཟང་རྫོགས་པའི་སྙིང་པོ་ཅན་འདི་སྟེ་ངོ་མཚར་སུ་ཡིས་བསམ་མི་བྱ། ད་གང་ཅི། དགུང་ལོ་རུ་བ་བྱ་ཙང་ལུས་ཀྱི་མྱུ་གུ། དང་པོར་འགྱུར་བ་ཡི་གནས་སྐབས་དེར་ཡང་ད་དགུང་ལོ་ཆུང་བྱིས་པའི་གནས་སྐབས་ན་ཡང། གཅིག་ད་ངོ་ནས་དྲངས་ནས་ང་ཚོ་ཤིང་སྡོང་ན་མ་སོང་ན་ཡ། གཅིག་ཆེན་པོ་ཚར་ཡག་ལ་ཁོ་བྱིས་པའི་གནས་སྐབས་ན་ཡང་ཁོ་ཡག་པོ་ཞིག་དང་བྱིས་པའི་གནས་སྐབས་ན་ཡང། གཅིག་ཡག་པོ་ཞིག་མེད་ན་གང་མཇུག་ལ་ཆེན་པོ་ཆགས་ན་ཡག་པོ་ཆགས་ཡག་ཡོང་གི་མ་རོ། འོ་གནས་སྐབས་དེའང་ཡོན་ཏན་མེ་ཏོག་གིས་དཔག་མེད་དྲི་བཟང་རྫོགས་པའི་སྙིང་པོ་ཅན། འོ་ད་མ་འོངས་པ་ན་དངོས་གནས་ཅིག་ཡག་པོ་བྱ་ཡི་རྟགས་མཚན་བཟང་པོ་དང་རྟགས་དང་མཚན་མ་བཟང་པོ་དེ་ཚོའང་ཨེ་ནི་སྤྱི་པའི་གནས་སྐབས་ན་ཡང་འདུག་སྤྱི་པའི་གནས་སྐབས་ན་ཡང་ཡོད་རེད་ཟེར་བ་དིལ་ཏའི་ངོ་ཚར་སུ་ཡིས་སམ་འོ་ད་དངོས་གནས་སྤྱི་པ་ཆུང་ཆུང་གི་གནས་སྐབས་ན་ཡང་ཨེ་ནི་ཅིག་སྐྱེས་བུ་དམ་པའི་གི་རང་རྟགས་ཨེ་ནི་ཁྱད་ཆོས་དེ་འདྲའི་ཞིག་དང་ཡོད་ཡ་དེ་ཧ་ཅང་དེ་ནི་ངོ་ཚར་བའི་མཛད་པའམ་ཡ་མཚན་པའམ་འོ་ད་དངོས་གནས་དྲང་ནས་ཨེ་ནི་ཅིག་ཁྱད་ཆོས་བསྟུད་མ་དང་ལྡན་པའི་མཛད་པ་རེད་ད་འདུག་གསུང་དགོས་ཟེར་ད་གང་ཅི་འོ་འདུག་ཟེར་རེད་ཞག་ཞོ་ལོ་ཀ་གཅིག་དེ། ཞེས་བྱ་བ་ནི་རྗེ་བཙུན་བླ་མ་ཙོང་ཁ་པ་ཆེན་པོས་རྣམ་པར་ཐར་པ་ཡོངས་སུ་བརྗོད་པའི་གཏམ་དུ་བྱ་བ་ལ་དད་པས་འབྱུང་བར་ཞེས་བྱ་བ་གཞོན་ནུ་ཉིད་ན། གཞོན་ནུ་ཉིད་ན་སྐབས་ཡོངས་སུ་གཅོད་པའི་རིམ་པ་ཕྱེ་བ་དེ་དང་པོའོ། ད་ལྟ་རང་ཉིད་ནི་ལེའུ་དང་པོའམ་སྐབས་དང་པོའམ་ད་ལྗང་གུ་བླ་མ་ཙོང་ཁ་པ་ཆེན་པོ་དགུང་ལོ་ཆུང་ཆུང་གི་གནས་སྐབས་སུ་གང་དུ་སྐུ་བལྟམས་པ། ཡབ་དང་ཡུམ་གང་སུ་ལ་བལྟམས་པ། བལྟམས་མ་ཐག་ཏུ་རྗེ་ནི་ཡབ་དང་ཡུམ་གྱི་ཁྱད་ཆོས་མ་ཟད་ལྗང་གུ་བླ་མ་ཙོང་ཁ་པ་ཆེན་པོ་ཡང་ཡུམ་གྱི་ཨེ་ནི་ཅི་གི། ང་ན་མ་སྡུག་སེ་ཡ་འཁྲུངས་ཡོང་དུ་ཡོང་བའི་གནས་སྐབས་ན་ཡང་ཨེ་ནི་ཁྱད་ཆོས་དེ་ག་འདྲས་ཞིག་དང་ལྡན་པ་ཨེ་ནི་སྐྱིད་པའི་གནས་སྐབས་ན་ཡང་སྐྱིད་པ་གཞན་དང་མི་འདྲ་བ་དངོས་གནས་དྲ་ནས་སྐྱེ་བ་སྔ་མ་ན་ཨེ་ནི་རྒྱལ་ཧྲལ་བྱང་ཆུབ་སེམས་དཔའ་ཡིན་པས་ཀྱི་ཨེ་ནི་ཅི་རྟགས་དང་མཚན་མ་བཟང་པོ་ཁྱད་ཆོས་དུ་མ་དང་ལྡན་པ་ཡོད་པ་ཡིན་པར་སོང་ཙང་འོ་ད་དེ་འདྲས་དེ་འདྲས་འདུག་གསུང་དགོས་པ་ལྟ།